རྣམ་པ་ནི་གཙོ་བོར་བྱས་པའི། ད་རེས་འདི་ཞུ་དག་ཁ་ནས་བཞུགས་པའི། དགེ་བཤེས་རྣམ་པ་ཚོ་དང་ཨ་ནི་ཚོགས་པ་ཁག་གི་འགན་འཛིན་རྣམ་པ། གཞན་ཡང་ཨ་ནི། ད་ལྟ་འདི་གོ་སྒྲིག་ཚོགས་ཆུང་གི་ལས་ཀ་བྱེད་མཁན། རྣམ་པ་ལྷན་རྒྱས་གཙོ་བོར་བྱས་པའི།

འཕྲལ་ཕུགས་ཨ་ནི། དེ་འདྲིས་ཀྱི་ཐོག་ལ་ཡང་གཅིག་དཀའ་ངལ་མང་པོ་ཅིག་འཕྲད་པ་དེ་འདྲིས་བྱུང་ཡོད་རེད་གང་ལྟར་དེ་འདྲིས་ཡིན་པ་ལ་བརྟེན་ནས་གང་ལྟར་ང་ཚོ། རྒྱ་ཆེན་རྡོ་རྗེ་ཞོ་ལྡན་གྱིས་ཨ་ནི་དུས་ཆེན་དེ་གཏན་འབེབས་བཟོས་པ་རེད། དེ་འདྲིས་ཀྱི་དུས་ཆེན་གཏོང་ཡག་གི་གཏན་འབེབས་བཟོས་པའི་དེ་ཡང་ཨ་ནི། ཁོས་དེ་དུས་ཁོ་ལ། དུས་ཆེན་གཏོང་ཡག་གི་གཏན་འབེབས་དེ་བཟོ་ཚར་བའི་རྗེས་ལ་ད་དུས་ཚོད་དེ་ཨ་ནི། ག་འདྲ་ཟེར་བཤད་དགོ་ར་སོ་དུས་ཚོད་ག་འདྲ་ཅིག་ལ་བཏག་དགོ་ར་སོ་དེ་སྐོར་ལ་ཨ་ནི། རྒྱ་རྒན་རྒྱ་ཡལ་རྒྱལ་སོགས།

དེ་ཚོའི་གནས་ཀྱི་ཐུགས་དམ་བསྐུར། ད་འདོད་པ་ལས་ཕྱག་བྱས་ན་ད་རེས་ང་ཚོ་གི། ཤུ་ལོ་བཅུ་སྟོང་དགུ་བརྒྱ་དགུ་བཅུ་དགུ་ཕྲུག་གི་ལུགས་ལ་གཡུ་ལྷ་མིན་སོང་ཆོག་ཚོ་པོ་ཙུ་སོགས་ཀྱི་གནས་ཡུལ། ག་པ་རེད་ས་ཆ་དེ་ག་པ་རེད་ས་ལ་ན་རྒྱ་གར་གྱི་རྒྱལ་ས་ལྡི་ལི་རེད་བྱས་ཙང་དེ་འདྲ་ཡིན་དུས་ད་རེས་ང་ཚོ། མཛངས་ལས་ཤོག་འཐིང་པ་ཡོངས་ཀྱི་ཚོགས་ཞུས་ནས

ངས་ཚ་བའི་རྗེས་ལ་ཡང་ངེས་པར་དུ་སོ་སོ་ལ་ཡང་བློ་ཆེན་རག་དགོས་ཡག་གི་ད་གོ་རྟོགས་ཡོངས་སུ་རྫོགས་པར་ཁྲེལ་དོ་ཡག་གི་དེ་འདྲས་ཀྱི་མེ་ནོར་གྱི་ཆ་དེ་བ་ཡིན་ཙང་ད་ད་རེས་ཁོང་ལ་ཆ་བཞག་ན་ད་རེས་དངོས་སུ་འདི་ལས་ཕེད་ཡོད་ར་དྲ་ཆོས་འདི་གི་ཐུགས་ལ་ཕེད་ཡོད་རེད་བྱས་ཙང་དེ་ཡིན་དུས་ང་ཚོ་བཀའ་དྲིན་ཆེ་ཞུ་དགོས་ཚོར་གི་ཨ་ནི་གསུམ་པ་དེ་དེ་ཡིན། ད་འདི་དུས་མོ་ད་ཞུ་གི་མེད་དུས་ཚོད་ཡིན་ཙང་མེད་དུས་ཚོད་ཀྱི་ཅིན་པའི་གི་ར་བ། ད་དེ་འདྲས་ཡིན་དུས་གོ་ལ་ད་ང་ཚོ་གི་དེ་ཞུ་ཡག་གི་ན་ནངས་དུས་དྲན་ཚོགས་པ་འགོ་ཚུགས་ནས་བཟུང་སྟེ། ཨ་ནེ། ཚོགས་མི་འགའ་ཤས་ཅིག་གིས་ཨ་ནེ་སང་ཚོས་ཤེས་དེ་ག་ནང་བཞིན་གྱི་འཛམ་བུ་གླིང་གི་ཆུ་ནང་ག་ས་ལ་ཡང་ཨ་ནེ་གྷེའི་ཧི་ནི་དང་བླ་མ་སྤྲུལ་སྐུ་གཞན་ཡང་ཨ་ནེ་མང་ཚོགས་ཀྱི་ཐུགས་ལ་དངོས་གནས་བསྟན་པ་དང་ཆོས་བྱེད་འདི་གི་ཐུགས་ལ་ཨ་ནེ། དུས་དང་རྣམ་པ་ཀུན་དང་ཐུགས་དགོངས་གཞི་བདེ་མཁན་གྱི

རེད་པ། ཨ་ནི། མི་ལོ་ཉི་ཤུ་རྩ་ལྔ་འཁོར་ཡས་ཀྱི་བཀའ་ཁྲིའི་དགེ་སྒྲུལ་གྱི་གསུང་ཚིག་ཞུས་སྟངས་འདིའི་ཐུགས་ལ་ཨ་ནི། ཡིག་ལས་ཡ་ཨ་ནི་བཟོད་ཚོད་ཀྱིས་རེད་པ། འདིའི་ཐུགས་ལ་ཚོར་སྣང་དེ་ག་རེ་ཡོད་རེད་པ། འདི་ཀ་ང་ཚོ་གི་ངོས་ནས། ང་ཚོ་ཙམ་མ་ཟད་འཛམ་གླིང་ཤོག་སྟེང་པ་ཡོངས་ཀྱིས་གཉའ་གཞུག་ཧ་ཅང་གི་རྒྱ་ཆེན་པོ་གནང་བའི་ཐོག་ནས་ཨ་ནི་འདི་འདྲའི་གི། བཀའ་དྲིན་གྱི་གསུང་ཚིག་ཞུས་སྟངས་དེ་ལ་ཨ་ནི་རྒན་ལས་འདིའི་ཐུགས་ལ་དགོངས་ཚུལ་ག་རེ་ཡོད། འདི་ནི་ཚོར་སྣང་ག་རེ་ཡོད། དང་པོ་དེ་དྲི་བ་དང་པོ་དེ་དེ་ཡིན་ལ།

དེ་དྲི་བ་དེ་ཞུ་དགོས་ཡ་གི་ག་རེ་ཟེར་ན་དུས་རྒྱུན་ཡིན་ན་ང་ཚོ་བལ་བོད་ཀྱི་སྲོལ་རྒྱུན་གྱི་ཐོག་ལ་ཨ་ནི་བཀའ་དྲིན་རྗེས་དྲན་ཞུ་ཡས་དེ་གནད་ཡོད་ཀྱི་མི་ནོར་དེ་ཚོ་ལས་ཐུགས་རྒྱུས་ལུས་མོས་དང་ལག་རྟགས་ཕེར་བ་ཙམ་གྱིས་མ་གཏོགས་གཞན་པ་མི་སེར་གྱི་དེ་འདྲིའི་གི་ངས་ཁྱོད་ཞི་དྲག་དང་བཤད་མ་བཟོད་ད་དེ་ཡིན་དུས་ད་རེས་ང་ཚོ་གི་འདི་བཀའ་དྲིན་རྗེས་དྲན་གྱི་གསུང་ཚིག་འདི་གི་ཐོག་ལ་ཨ་ནི་ད་ང་ཚོ་གི། ད་གསུམ་པོ་དེ་ལྟས་སུ་ད་ངས་ལོ་ངོ་ཉི་ཤུ་རྩ་ལྔ་འདི་འདུག་དཀའ་ལས་བྱས་པའི་གི་ཨ་ནི་འབྲེལ་བ་ཡོད་རེད་པ།

ག་གཟོ་བོ་རེད་ཨ་ནེ། རྒན་ཁྱོད་རང་ཨ་ནེ་པའི་ལོ་ངོ་ཉི་ཤུ་རྩ་ལྔ་གི་རིང་ལ་བཀའ་བསྡུ་འདི་གི་ཁྲོད་དུ་ད་འབྲེལ་ཡོད་ཀྱི་མི་སྣ་གཙོ་བོ་ཇི་ཡིན་དང་དེ་གི་བཀའ་ལ་སོང་ཡ་དེ་རི་ཐོག་ལ་ཨ་ནེ་རྒན་ལ་དགོངས་ཚུལ་ག་རེ་ཡོད་འོ་དེ་ཞུ་ཡ་ཡིན། ཨོ་ལགས་སོ། ངས་དྲི་བ་སོང་དེ་དེ་ཡིན་ལ། ལགས་སོ་ལགས་སོ། ཐུགས་རྗེ་ཆེ་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྤྱི་བོར་དཔལ་ལྡན་བརྟན་བཞུགས་ལ་བཀའ་དྲིན་ཆེན་པོའི་སྒོ་ནས་བྱས་སོང་སྟེ་སྐུ་གསུང་ཐུགས་ཀྱི་དངོས་གྲུབ་བསྩལ་དུ་གསོལ།

འཇམ་མགོན་རྒྱལ་བའི་རྒྱལ་ཚབ་དེ་ནི་རེའུ་དགེ་ལུགས་པའི་བསྟན་དཔལ་གྱི་སྲོག་ཤིང་ཅིག་གིས་དེ་ནི་ཐག་གཅོད་གནང་པ། དེ་ཡང་དེ་ནི་གསང་བ་འདུས་པའི་ལྷ་སུམ་ཅུ་སོ་བདུན་སུམ་ཅུ་སོ་གཉིས་ཀྱིས་དེ་ནི་པའི་ལྷ་གྲངས་དང་མཉམ་པའི་ཀྱི་ཚད་གྲངས་དང་པའི་རྟེན་འབྲེལ་ཕུན་སུམ་ཚོགས་པ། དེ་ཡང་དེ་ནི་ཆོས་སྐྱོང་དེ་ཡང་དེ་ནི་འཛམ་གླིང་ཞི་བདེ་ཀྱི་སྲུང་མ་ལ་མངའ་གསོལ་བྱས་ཡོད་པ། འོ་ད་འཛམ་བུ་རྟེན་འབྲེལ་མང་པོ་ཞིག་བུ་ཅིག་ཚོགས་བསྡད་པ་ཅིག་འདི་འདྲས་ཅིག་ཡིན་དུས་གང་ལ་འདི་འདྲས་ཀྱི་དུས་སྐབས་བཟང་པོ་དེ་ལ། དེ་འདྲིས་ཀྱི་དུས་ཚོད་རྩ་ཆེན་པོ་དེའི་ནང་ལོགས་ལ་ཡང་ཨ་ནི། ང་ལ་ཡ་ད་ཡུ་རོབ་ཤུགས་ལྡན་ཚོགས་པ་གི་དེ་ཡུ་རོབ་ཤུགས་ལྡན་ཚོགས་པའི་གི་མཚན་ཐོག་ནས་ཨ་ནི། འདི་འདྲའི་གི་སྐད་ཆ་བཤད་ཡ་གི་གོ་སྐབས་གནང་པ་དེ་ལ་ངས་དང་པོ་ཐུགས་རྗེ་ཆེ་ཟེར་ལས་བྱེད་པ་ཚང་མ་ལོགས་ལ། ཡུ་རོབ་གི་ལས་བྱེད་ཚང་མ་ལོགས་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་དང།

ལྷག་པར་དུ་ཡང་དེའི་སྒང་ལ་ད་གཙོ་ཆེ་ཤོས་དེ་ག་རེ་ཡོང་གི་འདུག་ཟེར་ན། འདས་གསོན་ཡོངས་ལ་བཀའ་དྲིན་རྗེས་དྲན་བྱས་ནས་གསུངས་བཞག་ད་དེ་ཞིབ་ཚགས་ཞུ་དགོས་ཡ་མི་འདུག་དེ་ན་ཚོ་གི་དངོས་གྲུབ་ཀྱི་ཡིག་ཆ་དེའི་ནང་ལོགས་ལ་དཔེ་ཁ་གསལ་པོ་ཞེ་དྲག་འདུག་དེ་ངས་ཞུ་དགོས་ཡ་མི་འདུག་ད་འདས་གསོན་ཡོངས་ལ་ཟེར་དུས་ག་ལ་ང་རང་གི་སེམས་ནང་ལོགས་ནས་ད་གལ་ཆེ་ཤོས་དེ་ལ་ད་ང་རང་ཚོ་གི་ད་དགུ་བཅུ་གོ་དྲུག་ནས་སོང་པ་ཅིག་གི་དུས་ད་ལྟ་བར་དུ་ལས་ཀ་བྱས་ནས་འདུག་དཀའ་ལས་རྒྱབ་ངལ་གྱིས། དབུས་དང་ས་གནས་ཀྱི་ད་ལས་བྱེད་མང་པོ་ཞེ་བོ་ཅིག་དགོངས་པ་རྫོགས་ཚར་སོང།

ཨ་ནེ་དྭགས་ལ་ཆོས་ཀྱི་ཞབས་ཞུ་བ་ཐུ་མོ། ཉེ་སྔ་དུས་དྲན་ཚོགས་ཆུང་དང་དེ་ནི་དྭགས་ལ་ཆོས་ཀྱི་ཞབས་ཞུ་བ་ཐུ་མོ། དེ་ཡང་དེ་ལ་མཉམ་ཞུགས་གནང་མཁན་གཞན་སྡེ་དགུ་མོ་གཅིག་ལས་མེད་ན་ཡང་དེ་ནི་པའི་ཕུལ་ངན་གྱི་རྟ་དཔེ་སྟེ་ཡོངས་སུ་རྫོགས་པ་འཛམ་གླིང་ཤུགས་ལྡན་པ་ཡོངས་སུ་རྫོགས་པ་ལ་ཡང་ཨ་ནེ་ངས་དགོངས་པ་རྫོགས་ཚར་ངེད་ཚོ་གི་ཚབ་བྱས་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞེས་ནས་ཞུ་ཡས་དང།

ཨ་ནི་ཞི་བ་གཅིག་གི་ཚ་ཚ་ཧུ་ཧུ་བྱས་ནས་སྨོན་ལམ་རྒྱག་གི་འདུག་འདོན་པ་འདོན་གི་འདུག་དེ་ནི་དཔེ་ག་རེ་ཡིན་ན་ཞི་བ་ཞིག་གནང་གི་འདུག་བྱས་ཙང་དེ་ལས་ཡ་ད་དཔེ་ད་ཚོར་སྣང་ག་རེ་ཡོད་གསུངས་པ་ཡིན་ཙང་ཚོར་སྣང་དེ་བཤད་པ་ཡིན་ན་ནི་ད་གཅིག་མ་ངུ་བཤད་ན་མ་གཏོགས་གཅིག་གི་གཞན་པ་ཚིག་ནི་བཤད་ཡས་མེད་དེ་བས་ཟུར་གཅིག་དེ་འདྲས་གཅིག་རེད་ཤག་བྱས་ཙང་དེ་འདྲས་ཡིན་དུས་ཀར་སྙིང་ཁུང་རུས་པའི་སྟེང་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ། ཨོ། ད། དོན་ཚན་དང་པོ་དེ་དོ་ན་དོག་དོག་ཞུ་ཡ་དེ་འདྲས་གཅིག་ཡིན་དེ་རིང་རྒྱ་བོད་ཧོར་གསུམ་གི་ནང་ལོགས་ལ། ཨོ། ད་དཔེ།

གནང་ཡོད་རེད། དེ་ག་ནང་བཞིན་གྱི་དེ་ལས་ཀ་བྱེད་ངེས་ཙུག་གི་ཆ་ལས་ཡིན་པ་ཡིན་ན་ཡང་དཔེ་བསམ་པ་རྣམ་དག་ཉིན་མཚན་དུས་དྲུག་གི་དཀའ་ལས་རྒྱབ་བྱས་ད་དུ་ད་ངས་མཚན་རེ་རེ། སྨོན་མོ་འོ་བྱས་ན་ད་དེ་ད་ལྟ་ཉེ་སྔ་དུས་དྲན་ཚོགས་ཆུང་དང་དྭང་བླངས་ཆོས་ཀྱི་ཞབས་ཞུ་བ་ཐུན་མོང་དེའི་ནང་ལོགས་ལ་ཡང་སྐུ་ལས་བསྐྱལ་ངེས་ཙུག་གི་ཧ་ལས་པ་གཅིག་གི་སྐུ་ལས་བསྐྱོན་ཤག་དངོས་གནས་དྲང་གནས་ཀྱི་དཔེ་མི་སྲིད་ཀྱི་སྙིང་ལ་རུས་པ་ཡོད་པའི་རྟགས་གྲུབ་པོ་དེ་འདུག་ད་ང་རང་ཚོ་དེ་འདྲའི་ཡིན་དུས་ག་ལ་ད་ངའི་མཚན་དངོས་སུ་དམོད་མོ་བོ་བྱེད་ན་དཔེ་ཐུགས་རྗེ་ཆེ་ཅེས་ནས་ཞུ་ཡ་ཡིན་ད་དེ་ལ་ཡང་དགོངས་ཚུལ་དམིགས་བསལ་གཞན་པར་ཞུ་ཡ་ཟེར་ག་གལ་ཆེ་ལྷག་མི་འདུག་ད་རྒྱ་བོད་ཧོར་གསུམ་གྱི་ནང་ལོགས་ལ་རེད་བྱས་ཙང་ད་དེ་ང་རེ་གི་ཕྱོགས་གཅིག་ནས་བལྟས་ཡོང་དུས་ག་ལ་དངོས་གནས་དྲང་གནས་ཀྱི་དཔེ་མི་སྲིད་ཀྱི་ང་རང་ཚོ་ཆོས་འབྱུང་ལྟས་ངན་དེ་རྒྱ་ཆེན་པོ་རླབས་ཆེན་པོ་ཞེ་བོ་གཅིག་རེད་ཤག་བསམ་བསམ་དྲན་གི་འདུག་ད་ད་རིང་ང་ཚོ་འདི་ལ་མཉམ་ཞུགས་བྱེད་ངེས་དེ། དངོས་སུ་ང་རང་ཚོ་གི་ཞལ་འདེབས་བསྡུས་ནས་མཉམ་ཞུགས་བྱེད་ངེས་དེ་ཟུར་ཆ་གཅིག་རེད་བ། ཟུར་ཆ་གཅིག་མ་གཏོགས་ཡོད་མ་རེད། བོད་ནང་ལོགས་ལ་དེ་ནི་རྒྱ་ཆེན་པོ་དཔེ་དེ་ག་འདྲ་བོ་ཅིག་ཡོད་རེད་དེ་དེའི་ནང་ལོགས་ལ་ད་རིང་ང་ཚོ་གི་ག་སྐད་ཅིག་ཞལ་འདེབས་བསྡུས་ཡོད་ལ་སོགས་པ་དེ་འདྲས་གི་ལས་འགུལ་སྤེལ་གནང་མི་འདུག་བ། བྱས་ཙང་འདི་རེད། ད་ག་ནང་བཞིན་གི་ཕྱི་རྒྱལ་ལ་སོགས་པ་ཡིན་ན་ད་དཔེ་ཆ་ན་དགེ་བའི་བཤེས་གཉེན་ཆེན་པོ་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་དགེ་བཤེས་སྐལ་བཟང་རྒྱ་མཚོ་རིན་པོ་ཆེ་གི་ཆོས་ཚོགས་སྟོང་ཕྲག་གསུམ་ལ་སྐར་ས་གཅིག་སྟོང་སུམ་བརྒྱ་ལྷག་ཟེར། རྒྱ་གར་ནང་ཤིང་ཀའི་གངས་ཅན་རིན་པོ་ཆེ་གི་ཆོས་ཚོགས་སུམ་ཅུ་སོ་བདུན་ཟེར་གྱི། དགོན་ས་རིན་པོ་ཆེ་གི་ཆོས་ཚོགས་ཉི་ཤུ་སུམ་ཅུ་དེ་འདྲས་རེད་ཤག་ད་དེ་ནང་བཞིན་སྐར་ས་ག་ལ་ཞེ་བོ་ཞིག་འདུག་སྟེ། ཚང་མ་ལོག་གི་ད་ལྟ་དེའི་ཐོག་ལ་ཞལ་འདེབས་བསྡུ་ཡ་ལ་སོགས་པ་ད་ལྟ་དེའི་ཐོག་ལ། དམིགས་བསལ་གི་ལས་འགུལ་ཤུགས་ཆེན་པོ་ཞིག་གས་སྤེལ་མི་འདུག་མང་ཆེ་བ་དེ་ད་རྒྱ་བོད་ཧོར་གསུམ་གི་ནང་ལོགས་ལ་ཡར་དུག་སེལ་བྱེད་ནས་བྱས་ཏེ། ད་ལྟ་ཡང་དེ་ཟུར་ཆ་གཅིག་ཡིན་པ་དང་ཟུར་ཆ་གཅིག་ཡིན་ན་ཡང་དེ་ག་ཚོད་ཀྱི་ནུས་པ་དང་སྟོབས་ཤུགས་ཡོད་པ་ཡིན་ན།

མཐའ་གཅིག་ཏུ་བརྩེ་བ་བྱ་བཞི་དང་མཐའ་གཅིག་ཏུ་ཕན་བདེ་བསྒྲུབ་ཡག་བྱེད་མ་གཏོགས་མི་འདུག་ག། བྱས་ཙང་ག། ཡང་སྐབས་རེ་ང་རེ་དེ་འདྲ་དྲན་ཡོང་གི། དེ་ངས་གཞུང་དེའི་མགོ་ལ་དམ་དྲག་མདོག་བྱས་པ་རེད། ད་ཨ་འདི་ཚིག་རྗེས་འདི་ཟབ་མོ་བཏང་ཡོང་དུས་ད་དེ། བརྩེ་བ་བྱེད་ས་རེ་དང། ཞིག་གིས་མཐའ་གཅིག་ཏུ་ཕི་གའི་བྱམས་བརྩེ་སྐོང་ས་ཞིག་རེད་མ་གཏོགས་དེའི་གཅིག་གིས་བསྟན་པ་ལ་གནོད་མཁན་གཅིག་རེད་ཟེར་སོགས་དེ་འདྲའི་གི་ཨ་ནི།

ང་རང་གི་སེམས་ནང་ལོགས་ལ་ཡང་དྲི་བ་ཆེན་པོ་བཞི་བོ་གཅིག་ཡོད་ལོ་ཉི་ཤུ་རྩེ་ལྔ་རིང་ག་ལ་ཡང། པའི་དྲི་བ་ཆེན་པོ་གཅིག་ཡོད། དེ་དྲི་བ་ཆེན་པོ་དེ། སུ་གང་གིས་ད་ལྟ་བར་དུ་ང་ལ་ལན་རྒྱབ་ངེས་ཅེས་མ་བྱུང། ང་རང་ལ་སྐད་ཆ་དྲི་ངེས་བྱུང་སྟེ་ངའི་མི་ལ་ཡང་འགྲེལ་བཤད་དེ་བློ་བདེ་བོ་གཅིག་རྒྱབ་ཐུ་ཡལ་གཅིག་ད་ལྟ་བར་དུ་བྱུང་མ་སོང། ཨོ། དེའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། ད་ནི་གོང་ས་བཅུ་བཞི་པ་ཆེན་པོས་རྡོ་རྗེ་ཤུགས་ལྡན་བཀའ་བསྒོ་ཡག་གི་རྒྱུ་མཚན་དངོས་གནས་དེ་ག་རེ་རེད་ཟེར་དེའི་དྲི་བ་དེ་རེད། འོ་དེ་དྲི་བ་དེ་ལ་ང་ད་ལྟ་བར་དུ་སུ་གང་གིས་ང་ལ་ལན་རག་མ་མྱོང། འོ་ང་རང་གིས་མི་ལ་བཤད་ན་ཡང་དེ་ལན་བློ་བདེ་བོ་ཅིག་རྒྱབ་ཐུབ་མེད་རྩ་ནས་རྩ་བ་ནས་ནས་རྒྱབ་ཐུབ་མེད། དེ་འདྲས་ཡིན་པ་ཡིན་ཙང། ཉིས་སྟོང་དྲུག་གི་ལོ་ལ་དམིགས་བསལ་དེ་གི་ཐོག་ལ་ཡང་ནི་ང་ཚོ་འཛམ་འཛམ་བུ་གླིང་གི་མཁས་པ་མང་པོ་ཅིག་དེ་འདྲས་ཞུས་ནས་ང་ཚོ་ལྡི་ལི་ལ་ཡང་དམིགས་བསལ་གི་ཚོགས་འདུ་ཚོགས་ནས་ད་རྒྱ་བ་རུམ་བྱེད་ཀྱི་དེ་ལ་དགོས་པ་དམིགས་དེ་གི་པའི་རྡོ་རྗེ་ཤུགས་ལྡན་བཀའ་བསྒོ་ཡ་དེ་ལ་ཡང་ནི་དགོས་པ་རྒྱུ་མཚན་དེ་ག་རེ་ཡིན་ན་གཙོ་བོ་དེ་ག་རེ་ཡིན་ན་ཅེས་ནས་ང་ཚོ་དེའི་ཐོག་ལ་མཁས་པ་མང་པོ་རུ་རུ་བཟོས་ནས་ང་ཚོ་ཚོགས་འདུ་འཚོགས་པ་རེད། ཚོགས་འདུ་འཚོགས་ནས་ཡང་དེའི་ཐོག་ལ་ལན་རྒྱག་ཐུབ་ངན་ཅེས་བྱུང་མ་སོང་རང་སོ་སོ་ཚོར་སྣང་བཤད་ཡས་དང་ཡང་སྔས་མ་ལོ་རྒྱུས་དང་འབྲེལ་ནས་བཤད་ཡས་དེ་འདྲ་ཞིག་མང་ཚོགས་གཅིག་གི་གནད་ལ་ཕིགས་པའི་གི་ལན་འདི་རེད་ཟེར་ཡས་ཅིག་ང་ལ་ད་ལྟ་བར་དུ་རག་མ་མྱོང། བྱས་ཙང་འདི་རེད། དེ་ལས་ཡང་དང། ག་རེད་ཟེར་ན་རྒྱུ་མཚན་ཅིག་ཡོད་ཀྱི་རེད་བསམ་དགོས་ཡ་དེ་ག་རེད་ཟེར་ན། རྒྱལ་བ་རིན་པོ་ཆེ་ང་ཚོ་ནང་བཞིན་གྱི་དེ་འདྲའི་གི་མི་ཕལ་བ་ཅིག་མ་རེད། དངོས་གནས་དྲ་གནས་ཀྱི་རླབས་ཆེན་གྱི་མི་སྣ་ཡོན་ཏན་ཡོད་པ་ཡོན་ཏན་ཆེན་པོ་དེ་འདྲའི་གི་མི་སྣ་བས་ཞི་བ་ཅིག་གི་དེ་རེད་དེ་འདྲས་ཡིན་དུས་ག་ལ་ད་དེ་འདྲས་ཀྱི་ཅིག་གསུང་དུས་ག་ལ་རྒྱུ་མཚན་ཅིག་ད་ཡོད་ཀྱི་རེད་བསམ་ད་དེ་རྒྱུ་མཚན་དེ་ག་རེ་རེད་བསམ་ནས་དྲི་བ་དེ་ད་ལྟ་བར་དུ་རྡོ་རྗེ་ཤུགས་ལྡན་བཀའ་བསྒོ་ཡས་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་དྲི་བ་དེ་ང་ལ་ལོ་ཉི་ཤུ་རྩེ་ལྔ་རིང་ང་ལ་ནག་འཐོམ་འཐོམ་བྱས་ནས་བསྡད་ཡོད། དེའི་ནང་གསེས་ལ་དྲི་བ་མང་པོ་ཡོད་རེད་ད། བཀའ་བསྒོ་ཡས་ཀྱི་རྒྱུ་མཚན་ག་རེ་རེད་དེ་སུ་ལ་ཕན་གྱི་ཡོད་རེད་སུ་ལ་གནོད་གྱི་ཡོད་རེད་ག་རེ་གྱི་ཆེད་དུ་བཀའ་རེད་ཆོས་རེད་བས་སྲིད་རེད་བས་ད་ག་རེ་རེད་བས་དྲི་བ་མང་པོ་ཡོད་རེད་དེ་ཡིན་ན་གཙོ་བོ་གཙོ་བོ་དེ་རྡོ་རྗེ་ཤུགས་ལྡན་བཀའ་ཡས་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་དྲི་བ་དེ་ང་ལ་ལས་མང་བྱས་ཙང་ད་དེ་གི་དྲི་བ་དེ

མཁས་པ་གཞན་དག་གཞན་དག་གཞན་དག་གི་རྒྱུ་མཚན་འདི་རེད་འདི་རེད་འདི་རེད་ཟེར་ཅིག་རྒྱུ་མཚན་དགུ་ཡོད་རྒྱུ་མཚན་བཅོ་གསུམ་ཡོད་རེད་དེ་ཚོ་གང་ག་ལོ་བྱུང་སྟངས་ག་འདྲ་བྱུང་བ་རེད་མཁས་པ་སུས་གསུངས་པ་རེད་འཕེལ་རིམ་ག་འདྲ་ཟེར་ཏེ། ད་ད་ལྟ་ཆ་ཚང་དེ་འདྲ་ཞུ་གི་བསྡད་པ་ཡིན་ན་ང་ཚོ་དུས་ཚོད་དེ་ཏག་ཏག་བསྡད་གི་མ་རེད་རྒྱུ་མཚན་བཅོ་གསུམ་ཡོད་རེད་དེ་ཡིན་ན་ཡང་རྒྱུ་མཚན་དེ་ཚོ་ཡང་ཕལ་ཆེར་ད་རྒྱུ་མཚན་གཅིག་བྱས་ན་རྒྱུ་མཚན་ལ་འགྲོ་སྲིད་གི་རེད་དེ་ཡིན་ན་རྒྱུ་མཚན་གཙོ་བོ་རྩ་བ་ནས་ཆགས་ཡོད་མ་རེད་བྱས་ཙང་དེ་ཡིན་ཙང་ངེད་ཀྱི་དྲི་བ་དེ་ལ་ལན་རག་མ་མྱོང་ཟེར་རྒྱུ་མཚན་དེ་ཡིན་ཙང

བསྟན་པ་ལ་གནོད་ངན་རེ་ཟེགས་བསྟན་པ་ལ་གནོད་ངན་རེ་ཟེགས་ཀྱི་རྒྱུ་མཚན་ཕྲན་བུ་གཅིག་ལ་བསམ་བློ་བཏང་ནས་ཨ་ནི་ང་ཚོ་སེམས་ཐག་རིང་པོ་བྱས་ཏེ་ནོར་ཤ་ཅན་ནས་སོང་ཡ་དེ་གི་ད་དེ་སོང་ཡ་དེ་ད་ང་རེ་གི་བསམ་པ་ཡིན་ན་ང་ཚོ་མི་ཕལ་བ་རེ་བྱས་པས་ན་ང་འདྲ་བོ་ཅིག་ཆ་བཞག་པ་ཡིན་ན་ཕལ་ཆེ་ངའི་མི་ཚེ་འདི་ནང་ལོ་ལ་ད་ང་ཁྱོད་ནི་ཕལ་ཆེ་ལབ་མ་ཐུབ་ཡས་སུ་ཅི་ར་ཆ་ངས་ལབ་ཐུབ་ས་མ་རེད།

བདག། གོང་ས་བཅུ་ཤེས་པ་ཆེན་པོ་གསུང་ངས་དེའི་ནང་ལོགས་ལ་ཚིག་ལ་དོན་དག་ཆེན་པོ་བཞི་བོ་ཅེས་པའི་ཡལ་བ་ཆེ་ང་རེ་འགའི་རྒྱུ་མཚན་ཅན་པོ་གཅིག་ག་རེ་མཐོང་གི་འདུག་ཟེར་ན། བསྟན་པ་ལ་གནོད་ངན་རེ་ཟིན་ངེས་བཟོ་འདྲ་བོ་རྒྱུ་མཚན་ཕྲན་བུ་གཅིག་ལ་བསམ་བློ་བཏང་ནས་ང་ཚོ་སེམས་ཐག་རིང་པོ་བྱས་དེ་ནོར་ཤགས་ཟེར་དེ། ཕལ་ཆེར་ནོར་ཤགས་ཟེར་ནས་གསུང་ཡོང་དུས་གང་ལ། བསྟན་པ་ལ་གནོད་ངན་རེ་ཟེར་གི་རྒྱུ་མཚན་ཕྲན་བུ་གཅིག་གསུང་དུས་གསུང་དུས་གང་ལ་ད་དེ་ཚིག་དེ་ནུས་པ་ཆེན་པོ་གོ་རྒྱུ་ཆེན་པོ་བཞི་བོ་གཅིག་རེད། ད་གོང་ས་སྙན་གོ་ཆེན་པོས་གི་དེ་འདྲའི་གི་ཚིག་དོན་དག་མེད་ས་གི་ཚིག་སེམས་ནས་གང་དྲན་གསུང་གི་མ་རེད་རྒྱུ་མཚན་ཆེན་པོ་གཅིག་གསུང་ཡོད་རེད་སང། བསྟན་པ་ལ་གནོད་ངེས་རེད་ཟེར་དངོས་གནས་བསྟན་པ་ལ་གནོད་གི་མེད་བ་དེ་ད་དེ་གསུང་གོ་བསྟན་པ་ལ་གནོད་ངེས་གནོད་ཡ་གཅིག་ཡིན་པ་ཡིན་ན་རྒྱུ་མཚན་ཆུང་ཆུང་དང་ཕྲན་བུ་རྩ་བ་ནས་ཆགས་ཡོད་མ་ག་རེད་ཟེར་ན་བསྟན་པ་ལ་གནོད་གི་ཡོད་ན་འགྲོ་བ་ལ་གནོད་གི་ཡོད་རེད་འགྲོ་བའི་བདེ་སྐྱིད་ལ་གནོད་གོ་འགྲོ་བའི་བདེ་སྐྱིད་ལ་གནོད་ན་སེམས་ཅན་ལ་གནོད་ཚར་སེམས་ཅན་ལ་གནོད་ན་སངས་རྒྱས་ལ་གནོད་ཚར་སྲིད་ཞི་གཉིས་ཀ་བློ་ལ་གནོད་ཡ་གི་ལས་ཀ་ཅིག་ཆགས་ཚར་རྗེས་སུ་བསྟན་པ་ལ་གནོད་གི་མེད་བ་དེ།

དགོངས་སུ་བཅུ་བཞི་པ་ཆེན་པོའི་གསུང་དེ་བདག་ཉིད་ཆེན་པོ་རྒྱལ་སྲས་བདག་ཉིད་ཆེན་པོས་ཀྱི་གསུང་ཟོར་གཅིག་རེད་མ་གཏོགས་རྒྱལ་སྲས་བདག་ཉིད་ཆེན་པོའི་དགོངས་པ་འདྲ་བོ་གཅིག་རེད་མ་གཏོགས་ཅིག་ང་ཚོ་མི་ཕལ་བ་ཅིག་ཡིན་ན་ད་དེ་རིང་དེ་འདྲའི་བཤད་ཐུ་ཡ་ཅིག་དཀའ་ལས་ཁག་པོ་ཟོ་རེ་ཅིག་ཆགས་བསྡད་ཡོད་རེད་བསམ་བསམ་རེ་ང་རེ་དྲན་གྱི་འདུག་བྱས་ཙང་ད་དེ་ང་རེ་གི་སེམས་ཀྱི་ཚོར་སྣང་དེ་དེ་འདྲས་ཅིག་ཡིན་དེ་འདྲས་ཡིན་དུས་གང་ལ་དགོངས་སུ་བཅུ་བཞི་པ་ཆེན་པོས་ཀྱི་ད་དེ་འདྲས་གསུངས་པ་དེ་ལ་ཡང་དངོས་གནས་དྲང་གནས་ཀྱི་བཀའ་དྲིན་ཆེ་ཐུགས་རྗེ་ཆེ།

ལྷན་ཅིག་ཏུ་ཚང་མ་མཁྱེན་དགོས་པ་རེད། དེས་ང་རེ་སྒེར་གྱི་ལྟ་ཚུལ་དང་སྒེར་གྱི་བསམ་ཚུལ་དང་སྒེར་གྱི་ཚོར་སྣང་དེ་ཞུ་རེ་མ་གཏོགས་སུ་གང་གི་ཡང་ཚབ་བྱས་ནས་ཡང་ངས་དེ་ཞུ་གི་ཡོད་མ་རེད། བྱས་ཙང་དེ་ལྷན་རྒྱས་གཙོ་བོ་གཅིག་མཁྱེན་དགོས་ཡ་གཅིག་དེ་འདྲ་རེད། དེ་ག་ནང་བཞིན་གྱི་ཡང་ངས་སུ་གང་གི་ཚབ་བྱས་ནས་དེ་བཤད་གི་མེད་ཟེར་དུས་གང་ལ་ཨ། སུ་མ་ག་ན་མ་ག། སུ་སྣང་བ་མ་འགྲོ་ན་མ་འགྲོ་ཟེར་སུ་ལ་ཕོག་ན་ཕོག་ཟེར་ནས་འགན་ཁུར་མེད་པའི་སྐད་ཆ་དེ་འདྲའི་ངས་ཞུ་གི་མ་རེད་ང་རང་གིས་ཚིག་རེ་རེ་ལ་ཡིན་ན་བསམ་བློ་བཏང་བྱས་ནས་དུག་བྱས་ནས་ཤོད་བཞག་པ་ཡིན། ཡིན་ན་ཡང་སྐུ་ཚབ་མཚོན་ཐུག་ཡ་ད་དེ་འདྲས་དང་གལ་ཡོད་པ་མ་རེད་བྱས་ཙང། ད་ང་རེ་ངོ་གི་སེམས་ཀྱི་ཚོར་སྣང་དང་ལྟ་ཚུལ་དེ་དེ་འདྲས་ཡིན། དེ་འདྲས་ཡིན་པ་ཡིན་ཙང་ད་ད་རེས་སྤྱི་ཟླ་སྤྱི་ཟླ་དྲུག་པའི་གི་སྟ་རེ་གཉིས་ལ་ཡ་ནི་གོང་ས་ཆེན་པོའི་གོང་ས་གོང་ས་བཅུ་བཞི་པ་ཆེན་པོའི་གི་ཨ་ནི། རྒྱལ་སྲས་ཆེན་པོ་ཞི་བ་ལ་ཡི་གསུང་གཅིག་ལ་བརྟེན་བྱས་ནས་ཨ་ནི། དེ་འདྲ་གསུངས་པ་དེ་དངོས་གནས་དྲང་གནས་ཀྱི་རྒྱལ་སྲས་བྱང་ཆུབ་སེམས་དཔའི་གི་དེ་ནས་པའི་སྤྱོད་ཚུལ་རང་རེད་བསམ་བསམ་རོགས་ཅིག་དེའི་མ་ཏོག་ང་ཚོ་ཕལ་པ་ཅིག་གི་དེ་ག་ཚོད་ཅིག་བཤད་ཐུབ་བས་ཅིག་དང་ཅིག་བའི་བློ་ཐག་གཅོད་ཐུབ་བས་ཅིག་མ་རེད་བསམ་བསམ་ཅིག་ང་རེ་སེམས་ཀྱི་ཚོར་སྣང་གཙོ་བོ་འགྲོ་བ་དེ་དེ་འདྲས་ཅིག་དེ་ལ་བརྟེན་པ་ཅིག་གི་ནི་ང་ཚོ་བོད་མི་རིགས་ལ་ཡིན་ན་ཡང་ཞེ་དྲག་གི་དངོས་གནས་རང་བྱས་ཕན་ཐོག་ཆེན་པོ་ཞི་བོ་ཅིག་ཡོང་གི་རེད་ཡོང་གི་རེད་བསམ་བསམ་རོགས་ཅིག་ང་རེ་དྲན་གི་འདུག་ཡིན་ན་ཡང་ད་སྐབས་འཚོལ་བ་འདྲ་བོ་དེ་འདྲས་ཁ་ཤས་ཡོད་རེད་བ་སྐབས་འཚོལ་བ་དང་སྤྱི་དང་སྐབས་འཚོལ་པ་དང་ཧུར་བརྩོན་པ་ཟེར་ཏེ་སྐབས་འཚོལ་པ་དང་ཧུར་བརྩོན་པ་ལ་མུ་གསུམ་ཡོད་རེད་བ། ད་ཧུར་བརྩོན་པ་ཡིན་ན་ད་གཅིག་བྱས་ན་ཁ་ཤས་ཕྱོགས་ཁ་ཤས་ལ་བལྟས་ན་ཨའོ་རྫི་རེད། སྐབས་འཚོལ་བ་ཟེར་མཁན་གྱི་ད་སྐབས་འཚོལ་བ་ཟེར་མཁན་དེ་དངོས་གནས་དྲང་གནས་གྱི་པའི་ཅིག་ཐ་ཤལ་ཐ་ཤལ་ཅིག་རེད་སྤྱི་ཚོགས་ནང་ལོགས་ལ། ཨོ་སྐབས་འཚོལ་བ་ཟེར་མཁན་དེ་ག་རེ་རེད་ཟེར་དུས་གང་ལ། སྐབས་འཚོལ་བ་ཟེར་མཁན་དེ་ཕྱོགས་ཚང་མ་ལོགས་ལ་ཕྱོགས་ག་རེ་ལ་ཡིན་པ་ཡིན་ན་ཡང་ལྷག་བསམ་རྣམ་དག་མེད་མཁན་དེ་ལ་ཡང་སྐབས་འཚོལ་བའི་མཚན་ཉིད་ཟ།

དེའི་ཐོག་ལ་དོན་ཚན་རྡོག་རྡོག་ཞུ་ཡ་ཅིག་ག་རེ་རེད་ཟེར་ན། སྐབས་འཚོལ་བ་ཡི་ཚོ་ཡིན་ན་ཡང། ཁྱེད་ཚོ་ཡིན་ན་ཡང་ཚ་གི་ཚིག་གི་བྱེད་མི་གོ་སྐྲག་མི་གོ་ག་གེ་བྱེད་མི་གོ། ཁྱེད་ཚོ་ད་དུང་ཡིན་ན་ཡང་བོད་མི་རིགས་འཆམ་མཐུན་ཡོང་ཡ་དང། ཆོས་ལུགས་ཆོས་རྒྱུད་བར་ལ་འཆམ་མཐུན་ཡོང་ཡ་དང་རེའུ་དགེ་ལུགས་བར་འཆམ་མཐུན་ཡོང་ཡ་གི་ཐོག་ལ་ཡང་ཁྱེད་ཚོ་གི་བྱས་རྗེས་བཞག་ཤོག་དང། རེད་བ། ང་ཚོས་ཁྱེད་ཚོ་ལ་ཡང་ངོ་རྒོལ་རྩ་བ་ནས་བྱེད་གི་མེད་འཁོན་འཛིན་རྩ་བ་ནས་བྱེད་གི་མེད། ཨོ། རེད་བ། ཐུགས་རྗེ་ཆེ་ས་ཆེན་ལ་ལེགས་སོ་ཕུལ་གི་ཡིན་སྐབས་ཚོད་པ་ཚོད་ཡིན་ན་སྐྲག་མི་དགོ་དེ་བ་ཚ་ལགས་ལ་རྒྱ་བ་རུམ་ཅིག་གསུང་ཡག་པོ་ཞིག་གསུང་འདུག་བསམ་དོད་གང་ལ་ཡང་དེ་བ་ཚ་ལགས་ལ་ཁྱེད་ཚོ་སྐབས་ཚོད་པ་ཚུག་གི་ཚ་གི་ཚིག་གི་བྱེད་མི་དགོ་སྐྲག་མི་དགོ་ཁྱེད་ཚོ་གི་དང་ཐོག་ཡིན་ན་ཡང་བོད་མི་རིགས་འཆམ་མཐུན་ཡོང་བས་ལ་བྱས་རྗེས་ཅིག་བཞག་ཞུ་དང་ང་ཚོའི་ཕྱོགས་ནས་ཡིན་ན་བསྔགས་བརྗོད་ཞུ་གི་ཡིན་མ་གཏོགས་བྱེད་གི་ང་ཚོ་དེ་ལ་ཡ་དེ་ཨོ་འཁོན་འཛིན་རྩ་བ་ནས་བྱེད་གི་མེད་བྱས་ཙང་དེ་འདྲས་ཡིན་དུས་གང་ལ་ངེས་པར་དུ་ངས་དེ་རིང་གི་དེའི་ཐོག་ལ་ཡ་གོ་སྐབས་འདི་བརྒྱུད་ནས་སྐབས་ཚོད་པ་ཚོ་ལ་ཡ་ཐ།

འདིའི་ཐོག་ལ་ཡང་དྲ་ལམ་ལ་ཡང་སྐུ་མགྲོན་མང་པོ་ཕེབས་ཡོད་ཙང་ཡང་ནས་ངས་དུས་ཚོད་དུས་དུས་གཅིག་གི་ཐོག་ནས་འདི་འདྲི་བྱེད་ཞུ་ཡ་ཡིན་ཟེར་ནས་ཚང་མ་ལོ་ལ་སྙིང་ཁུང་རུས་པའི་གཏིང་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཟེར་ནས་ཞུ་ཡ་ཡིན་ད་ཚོར་སྣང་ལ་ནི་ད་དཔེ་ཕྱོགས་ཐམས་ཅད་ལ་ད་ད་རེས་ཀྱི་དུས་དྲན་ཉིན་འཛམ་གླིང་ཤུགས་ལྡན་གྱི་དུས་ཆེན་ལ་ཡིན་ན་ཡང་ཚང་མས་ཆ་ཤས་ལེན་སྟངས་ལ་དཔྱད་པ་ཡིན་ན་ཡང་ཚོར་སྣང་ལ་ཞུ་དགོས་ཡ་མི་འདུག་ཧང་སང་ཡ་ཅི་རེད། ཨོ། སྤྱིར་རིམ་ཆེན་མོ་གི་དོན་དག་ལས་ཡིན་པ་ཡིན་ན་ཡང་ད་གཞན་དེ་འཕུད་ངེས་ཡིན་ན་སྨོན་ལམ་རྒྱག་ངེས་ཡིན་ན་ཡང་ར་ད་མཆོད་འབུལ་བྱེད་ངེས་ཡིན་ན་ར་བསང་གསོལ་རླུང་རྟ་བྱེད་ངེས་ཡིན་ན་ར་ད་དེ་ཚོ་གི་ཐོག་ལ་དཔེ་ཞུ་དགོས་ཡ་མི་འདུག་ཧང་སང་ཡ་ཅི་རེད། ད་ཚོ་ཚོར་སྣང་གི་ཐོག་ལ། དེ་ག་ནང་བཞིན་གི ྋགོང་ས་བཅུ་བཞི་པ་ཆེན་པོའི་གི་བཀའ་སློབ་འདི་ལ་བལྟས་པ་ཡིན་ན་ཡང་ཚོར་སྣང་ལ་ཡང་ད་དཔེ་སེམས་ལ་དཔེ་མི་སེམས་ཀྱི་དགའ་ཚོར་ཆེན་པོ་ཇི་ལྟར་ཞེ་དྲག་གི་དེ

ཕན་མཁན་གྱི་སྐྱེས་བུ་དམ་པ། ཨ་ནི་གྷི་རིག་བཤེས་གཉེན་ཆེན་པོ་བླ་སྤྲུལ་དགེ་བཤེས། འདིའི་ཕན་ངེད་ཚང་མ་ལ་འབད། བཀྲ་ཤིས་བདེ་ལེགས། དང་ཨ་ནི་པའི་སྐུ་ཚེ་རིང་པོ་ཡོང་ཡིན། སྨན་ལག་ཡོད་བས་སུ་ང་མི་འགལ་གི། ད་ང་རང་དེ་ལོ་བརྒྱ་གཅིག་གྱ་བཞི་ཡིན། ཨ་ནི། དེ་འདྲ་ཡིན་དུས་གོང་ད་ལྟ་འདི་བསེ་བ་གཅིག་ཞུས་ཤག་ན་ཡག་རོགས།